བདག་འབྲིང་པོ་དེ་དག་ག་བདག་བདེ་བདག། ཐ་མ་ས་ཐམས་བཅའ་བདག་བཅས་ལ། ཐམས་བཅས་ལ། ལ་ཞེས་བྱའི་ལུས་ས་ལུས། བདག་ངག་བདང་ལུས་བདང། ངག་ག་ངག་ཡ་གྱི་གུ་ཡི་བདག་ཡི་ངག་གི། བདག་ངག་བདང་བ་ས་བའི་བདང་བའི། ཕ་ཡི་བདག་ཕྱག་ག་ཕྱག། བའོ་གཱའི་ད་རྒྱ་ཅི་གུ་གི་ཧ་ན་ར་ཧོ་ཕྱག་གི་ཧོ། བའོ་བཟང་ང་བཟང་པ་ན་ར་པོ་བཟང་པོ་ས་པ་ད་པ་པའི་ད་ཆ་ན་ར་ཅོ་ད་ཆོད་པ་ཧ་གི་གུ་པི་ཅོད་པི། ས་མ་ད་མ་ན་མ་ན་ར་མུན་ན་མུན་ལམ་མ་ལམ་མུན་ལམ། ས་ད་ད་ད་ན་ར་ཏོབ་བ་ས་ཏོབ། ད་ག་ད་ག་ཇི་གི་ས་གི་ཏོབ་ད་གི། ར་ག་ད་གའི་ད་རྒྱལ་ལ་རྒྱལ་བ། རྒྱལ་བ་ཐམ་མ་ས་ཐམ་ཅ་ད་ཅི་ཐམ་ཅི།

རབ་པ་རབ་ལུས་རབ། བ་ཨུ་ཏ་ཤི་ཏི་ཏུད་ད་ཏུད། པ་ཡ་ཅི་གུ་ཡི་ས་ཡི་ཏུའི་པ་ཡི། ར་ག་ད་གའི་ད་རྒྱལ་ལ་རྒྱལ་བ་རྒྱལ་བ། ཀ་ཤི་ཅུ་ཀུན་ལ་ཀུན་ལ་ཀུན་ལ། རབ་པ་རབ་ཏ་ཤི་ཏི་ཏུ་རབ་ཏུ། ཕ་ཡ་ད་ཆག་ག་ཆག་ཧ་ཨུ་ཚ་ལ་ཚ་ལ་འདར་ལོ་ཆག་ཚ་ལོ། ར་ད་ད་ད་ཤི་ཅུ་དུལ་ལ་དུལ། ག་ཨུ་ཅག་ཅི་གི་ཅི་ག་ཅིག་དུལ་ཅིག། ས་ཏ་ད་ཏ་ཏིང་པ་ཏན་ན་ཏིང།

ས་གཅིག་གི་སིལ་ལ་སིལ་ས་གཉིས་དང་གཉན་ལ་གཉན་སིལ་གཉན། རང་སྣ་དང་རྣམ་མ་ས་རྣམ་མདངས་ང་མདངས་རྣམ་མདངས། བ་ཡ་དང་བྱ་བྱ་བྱེད་དུ་འཇུག་ག་འཇུག་པ་འཇུག་པ། ག་འུ་དག་བྱེད་དུ་འདུག་ག་ས་འདུག། མ་འུ་ཆང་དང་ར་ཆོག་ག་ཆོག་མདངས་ང་མདངས་འདུག་ཆོག་མདངས། མར་ར་མར་མ་འབྲེང་བ་མེ་མར་མེ། མ་འུ་ཆང་དང་ར་ཆོག་ག་ཆོག་མདངས་ང་མདངས་ཆོག་མདངས།

བདེ་མཆོག་དང། ཕའི་ད་ཆ་འབྲིང་པོ་བྱེ་མ་བྱེ་མ་ཕ་ཤ་ཤ་ཕུར་ར་ཕུར་མ་ཕུར་མ་ར་རྗི་གུ་རི་ར་བ་རབ་རི་རབ་མ་འུ་མཉམ་མ་མཉམ་པ་དང་ང་དང་མཉམ་པ་དང། ཕ་འུ་ཀ་ན་ར་ཀུ་ད་ཀུད་པ་ཀོད་པ་ཁའི་ད་ཁྱ་ད་ཁད་པར་ར་པར་ཁད་པར་ཧ་འུ་ཕ་ཀ་ས་ཕག་པ་ཧ་རྗི་གུ་པི་ཕག་པི་མ་འུ་ཕྱ་ན་ར་ཕྱོ་ག་ཕྱོགས།

ག་ཡ་དག་རྒྱ་ཆ་འབྲིང་པོ་ཆེ་བ་རྒྱ་ཆེ་བ། དག་འབྲིང་པོ་དེ་དག་ག་དག་དེ་དག་ར་ག་དག་ག་ཡ་དག་རྒྱ་ལ་རྒྱལ་བ་རྒྱལ་བ། ཐ་མ་ས་ཐམ། ཅ་དག་ཅི་ཐམས་ཅད་ལ་ཡང་ང་ཡང་ལ་ཡང། མ་ནོར་མོས་ས་མོས་ལ་ཡང་མོས་བ་འུ་ཟང་ང་ཟང་པ་ན་ར་པོ་ཟང་པོ། ས་པ་ད་པ་པ་ཡ་དག་ཅ་ནོར་ཅོ་དག་ཅོད་ལ་ཅོད་ལ།